དགོས་ཚུལ་གསུངས་པ་ཞིག་དང། དེ་བཞིན་ཁོང་གཉིས་ནས་གཅིག་སྲིད་སྐྱོང་གི་ཞབས་བཀྱག་ལ་ཕེབས་པ་ཡིན་ན། བཀའ་བློན་འདེམས་འཇོག་སྐོར་ལ་སྐལ་རྡོར་ལགས་ཀྱིས་གེ་སར་ནིའུ་ཡོག་ལ་གསུངས་པ་ཞིག་དང། ཨ་ནི་ལས་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེ་སྔ་གསུངས་པ་ཞིག་གཤམ་ལ་ཟིན་ཟིན་ཡོང་བ་ཞུ།
རྒྱ་འོག་ཀླུ་ཆེན་དང་ནག་ཚོས་ཀྱི་མི་ཏོག་རྒན་པར་གྱིས། ལང་ཀ་གཞན་དག་ཅིག་བདམས་རེད། སེམས་མེད་ཞི་བའི་གྱི་ལང་ཀ་དང་ཨ་ནི་གལ་ཆེ་ཤོས། དམངས་གཙོ་གི་ལང་ཀ་ཅིག་ཁག་པོ་ཡོད་རེད་ད་ཡིན་ནས་ད་འདིའི་ནང་ནག་ཚོ་ད་ད་འགྲོ་དེ་གི་འོ་རེད་པ། དཀའ་ངལ་གདོང་ལེན་བྱེད་གི་བྱེད་གི་འགྲོ་དེ་གི་འོ་རེད། ང་ར་གལ་ཡིན་པའི་ནས་བཙན་བྱོལ་དམངས་གཙོ་འདི་ས་ཁ་ཆུན་པོ་ཞུགས་ཅིག་བརྩི་ངེས་ཀྱི་གང་ཟག་ཅིག་ཡིན། ཉིས་སྟོང་ཉི་ཤུ་རྩ་གཅིག་གི་འོས་བསྡུ་སྐབས་ཡིན་པས་ནས་དེ་དུས་སོ་སོ་ཉམས་མྱོང་ཁེ་ཡོང་མ་རེད་དེ་ཡིན་ནས་འོས་མི་ལངས་པས་འདིའི་སྐབས་ལ་ཏོག་དབྱིབས་ནད་ཡམས་ཀྱི་གནས་སྟངས་ཁག་པོ་ཞུ་བ་ཞུ་བ་བ་ལ་སོ་སོའི་གི་ད་འཕྲོད་བསྟེན་ལ་ཨ་འདི་ཆེ་ཉེན་ཀ་ཞིག་དེ་འད་ཆེ་ལས་ས་ཡིན་ནས་དུ་ཚོ་ཉེན་ཀ་དེ་མ་བརྩིས་ནི།

དེ་ཡིན་དུས་བསམ་པ་ནི་ཡང་སྤྱི་ཚོགས་དུམ་བུ་འགྲོ་བའི་གི་ལས་ཀ་དེ་བཀའ་ཤག་གི་ངོས་ནས་བྱེད་ཀྱི་མེད། ད་བར་ཟླ་ཉིས་སྟོང་ཉི་ཤུ་རྩ་དྲུག་གི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆུང་མོ་སྐོར་ལ་ཚོགས་འདུ་རྣམ་པ་ཚོགས་ཞུས་པ་ཡིན། དངོས་གནས་བྱས་ན་ང་ད་ལྟ་མི་ཚེ་སྐྱིད་པོ་ཞིག་འདས་དུས་སུའི་ཛི་ལན་ལ་བསྡད་རྣམ་པ་ཚོ་བསྡུས་ཡོང་ལ་བསྡད་ང་ད་མགོ་འབོག་ཟིན་ཕྱིན་ད་རང་ཤོ་ཀེ་བསྡད་ནུའུ་ཡོག་ཇོ་སོར་བ་ཨ་འདི་དེ་བས་དུས་ཚོད་ཐུང་ཐུང་ཞིག་ནང་ལོག་ལ་ཡར་རྒྱུག་མར་རྒྱུག་དཀའ་ལས་བརྒྱབ་ནས་འདི་འདྲའི་འཚོ་བ་ཐོག་ནས་སོ་སོའི་གི་ད་ག་ལ་འོ་རེད་ཅེས། ལུས་དང་སེམས་ཐོག་ནས་མ་སྐྱིད་པ་དང་ཨ་འདི་དེ་འདྲས་ཀྱི་བྱེད་དགོ་ཨེ་གི་དཀའ་ངལ་ཙང་ནས་མི་འདུག་ལམ་གྱི་དགོ་དགོ་ཙང་ནས་མི་འདུག་ཡིན་ནའི་དམངས་གཙོ་དེ་གལ་ཆུང་པོ་རེད་བསམ་ནས་རེད་བ་ད་རིང་ངའི་རྣམ་པ་ཚོ་མདུན་ལ་ཨ་ནི་འདུག་ས་འོས་མེད་ཀྱི་ངོ་བོ་ཐོག་ནས་ཨ་ནི་འདུག་ས་ད་ལྟ་དེ་བཅག་བསྡད་ཡོད་དེ་འདྲ་ཡིན་ཙང་ནས། འདི་ཡིས་མི་ཕྱིའི་སྤྱི་ཁོག་གི་ལན་སྐྱེལ་མ་རེད་བསམ་གྱི་འདུག་ང་ཚོ་དམངས་གཙོ་འདི་སྲུང་སྐྱོབ་བྱས་པ་ཡིན་ན། འོས་མི་ཞང་ཡེ་ཚོ་ལ་ལན་སྐྱེལ་ཡོད་རེད་མི་དམངས་ཚོ་ལ་ཡིན་ན་ལན་སྐྱེལ་ཡོད་རེད་འདི་ཁ་སང་ང་ལངས་དུས་ཀ་ནས་ངས་མི་དམངས་ལ་གསལ་བསྒྲགས་ཞུས་པ་ཡིན། དམངས་གཙོ་གི་ཆ་ཤས་ཅི་ག་རེ་རེད་ཟེར་ཞུས་པ་ཡིན་ན་མི་དམངས་མདུན་ལ་ཕྱིན་ནས་ད། འབོད་སྡུད་ཀྱི་དྲིལ་བསྒྲགས་ཟེར་དུ་རུ་བ། Campaign། ཟེར་ཏེ་འདི་གནང་ཡས་དེ་གལ་ཆུང་པོ་རེད། འདི་ན་ཤི་གྲོ་གླིང་བཤད་དེ་གལ་ཆུང་པོ་རེད། ད་ད་རིས་ངས་ཀྱི་ཚོགས་ཁང་འདིའི་བརྒྱུད་ནས། སྡིངས་ཆ་འདིའི་བརྒྱུད་ནས་རྣམ་པ་ཚོ་ལ་གསལ་པོ་ཞུ་ཡས་ལ། ང་རང་ཕྱོགས་ནས། སུས་ཡམ་དུ་གྲོ་གླིང་ཤི་འུ་དུ་ནས་བྱེད་ཡས་ཀྱི་གྲ་རིས་ཨང་སངས་ཡོད་ཞུ་ཡ་ཡིན། སང་ཉིན་རང། གདམ་ས་ལ་བཅག་འུ་དུ་ནས་ལྡི་ལི་ལ་བཅག་འུ་དུ་ནས་རུ་བ་ལོངས། སུས་ཡམ་དུ་གྲོ་གླིང་ཤི་འུ་དུ་ནས། ཨིན་སྐད་བོད་སྐད་ག་རེ་བྱེད་དགོས་འདུག་ནས་ང་གྲ་སྒྲིག་ཡོད། འདི་ང་ཚོ་སྣག་ཐོག་ནས་ཡག་པོ་འདུག་ཞོའི་ཨིན། གལ་སྲིད་དེ་འད་མ་བྱས་པ་ཡིན་ན་དངོས་གནས་ང་ཚོའི་གི་དམངས་གཙོ་འདི་ཡིན་ཤག་ཤག་བྱས་ནས་འབད་ཅིག་ག་རེ་ཡིན་ནས་འདྲིས་འགྲོ་གི་རེད་བསམ་ནས་ང་ཚོ་འདུག་བསྡད་མི་འདུག་ལངས། འདི་ང་ཚོ་དངོས་གནས་རྩ་ཆེན་པོ་བརྩིས་ནས་ལས་འགན་འདི་ཨ་ནི་ངོ་ཤེས་པའི་ཐོག་ནས་རེད་བ། ལག་གཉིས་འོས་མིན་གྱི་ལས་འགན། མི་དམངས་ཀྱི་ལས་འགན་རེད་བ། སྤྱི་ཚོགས་ཀྱི་ལས་འགན་ཏིག་ཅིག་མིན་ཅིག་འཁྱེར་དགོས་འདུག་ཨ་ང་རང་ཕྱོགས་ནས་ད་རེས་འདི་ཡོང་དགོས་ཨེ་གི། ཨ་ནི་ད་ལྟ་འོས་མིན་གྱི་ངོ་བོ་ཐོག་ལངས་དགོས་ཨེ་འདི། རྒྱུ་མཚན་གཙོ་བོ་ཅི་སྟེ། ཨ་མི་རི་ཀ་ནང་ཨ་མི་རི་ཀ་དམངས་གཙོ་ཚད་ལྡན་ཡག་ཤོས་མ་རྟགས་ཐག་གཅོད་རེ་ལབ་གི་ཡོད། ག་ཤེད་ཀྱི་འདི་ལབ་གི་འདུག་དཔེར་ན་འོས་བསྡུ་སྔས་མ་འདིའི་སྐབས་ལ་ངས་སྤྱི་ཚོགས་དུམ་བུ་མ་འགྲོ་ཡག་གི་ཆེད་དུ། ཉིས་སྟོང་ཉི་ཤུ་རྩ་གཅིག་གི་འོས་བསྡུ་ནང་ནོར་ལེ་ཡང་ང་མི་གཉིས་ཡར་ལངས་བྱས་བགྲོ་གླེང་བྱས་ཏེ་རྩ་བ་ཉིད་ནས་བྱེད་ཀྱི་མེད་དཱས། འདི་བྱས་པ་ཡིན་ན་ཨ་མི་རི་ཀའི་ལུགས་སྲོལ་དེ་ཆགས་འགྲོ་གི་འདུག་ཨ་ནི། གཅིག་བཤད་ཀྱི་རེད་ཕག་གཅིག་བཤད་ཀྱི་རེད་ཚུགས་གཅིག་བཤད་ཀྱི་རེད་ཨེ་ནི་སྐྱག་ཟིང་བཤད་ཡ་འགོ་ཚུད་པ་ཡིན་ན་ནི་ང་ནི་སྐྱག་ཟིང་ཁེལ་ཐུབ་གི་མེད། ཁར་ཁ་ཐུག་ལབ་གི་རེད། འདི་ལབ་པ་ཡིན་ན་ནི་ཡང་ཕར་ཕྱོགས་སྟེང་གི་རྒྱབ་སྐྱོར་བྱེད་མཁན་ཚོ་ལ་ཕོག་འགྲོ་གི་འདུག་རང་བཞིན་གྱི་སྤྱི་ཚོགས་དུམ་བུ་འགྲོ་གི་འདུག་བ། Town Hall མི་གཅིག་སྐད་བཏང་སྐད་བཤད་ས་ན་ང་ཡོང་དགོས་བས། ཡིན་ནས་གཉིས་ཀ་འགྲན་བསྡུར་གྱི་ངོ་བོ་འདྲ་བོ་བྱས་རྗེས་ཨ་ནི་གནས་ཚུལ་གཅིག་བཤད་ཁྱོད་ག་རེ་བྱེད་གིན་པ་ཁྱོད་ག་རེ་བྱེད་གིན་པ་ཟེར་ན་གཅིག་རེད། ད་འདིའི་སྒང་ལ་སྣེ་འབེན་མང་པོ་ཞིག་རྒྱབ་བྱས་བྱས་ཡོང་པ་ཡིན་ན་སྤྱི་ཚོགས་དུམ་བུ་འགྲོ་ཡ་ལས་མ་གཏོགས་བྱེད་ཀྱི་སྤྱི་ཚོགས་གཅིག་སྒྲིལ་ལ་ཕན་གི་མི་འདུག་བྱས་ནས་ང་འདི་མཉམ་ཞུགས་བྱེད་ཀྱི་མེད་ལ་ཡ་རྒྱུ་མཚན་གཅིག་འདི་རེད། ད་ལྟ
དཔེ་བཞག་པ་ཡིན་ན། ང་ཚོའི་གི་ད། བཀའ་ཤག་སོགས་ཡིན་པས་ན། དེར་གི་ད་ང་ཚོ་བཙན་བྱོལ་གི་ལུགས་རྒྱུད་ན་ཡང་ལམ་ལུགས་སེང་མང་པོ་འདུག་ཨ། བཀའ་ཤག་གསར་བ་རེ་རེ་ལས་འདུག་ག་ནས་འབད་འདི་གཉིས་གི་བཀའ་ཤག་གི་བཀའ་བློན་འདིའི་ནང་ལ་ད་ཅི་འབད་ལོག་ག་ཡིན་པ་སོ་རེད། ངས་ད་རི་རང་པོ་ཚོ་ག་རེ་ཞུ་གི་ཡོད་ཟེར་ན། ད་ལྟའི་བཀའ་ཤག་ཡིན་པས་ཡིན་ནས། བཀའ་བློན་གསུམ་ཡོད་རེད་བ་རྣམ་པོ་ཚོ་གསང་བ་མཁྱེན་གི་རེད་བ། བུད་མེད་གསུམ་ཡོད་རེད་དངོས་གནས་སེམས་ཤུགས་ཡོད་ཉེ། འཇོན་ཐང་ཡོད་ཉེ་རྩིས་ཀྱི་ཡོད་ང་རང་ཕྱོགས་ནས། ཁོ་རྣམ་པ་སོ་གསུམ་ཡིན་པའི་ཡིན་ནའི་རེད་ད། ད་ནངས་ང་ཚོ་བཀའ་ཤག་གསར་བ་ཞིག་འདེ་བསྐོ་ཡག་གོ་སྐབས་གནང་བ་ཡིན་ན། འདིའི་ནང་ལ་མུ་མཐུད་ནས་བཀའ་ཤག་ནང་ཡང་འཁྱོར་ཞུ་ཡག་འདོད་པ་ཡོད་ནའི་འདྲ། ཡང་སྤྱི་ཚོགས་ནང་ལ་འགན་ཡོད་པའི་ཕྱག་ལས་འདི་དང་གནང་ཡག་འདོད་པ་ཡོད་ནའི་འདྲ་སེམས་ཤུགས་ཡོད་ན་རེད་ད་སེམས་ཤུགས་དང་འདོད་པ་ཡོད་ན་ང་ཚོ་བཀའ་མོལ་གནང་ཆོག་གི་རེད། ཡིན་ནས་དེ་ལ་ཡང་ཆ་རྐྱེན་ཅི་ཉིད་ཡོད། ཆ་རྐྱེན་ཅི་ག་རེ་ཞུས་པ་ཡིན་ན། བཀའ་ཤག་གསར་བའི་གི་ལྟ་གྲུབ། བཀའ་ཤག་གསར་བའི་གི་ལས་འཆར་ཆད་ཆད་དུ་འཛུགས་གནང་ལ་རྒྱབ་སྐྱོར་གནང་དགོས་རེད་དེ་ལ་མོས་མཐུན་གནང་དགོས་རེད། ཨ་ནི་མཉམ་དུ་ལས་ཀ་བྱེད་ཐུབ་ས་རེད་བསམ་པ་དེ་གདེང་ཚོད་དུ་དགོས་རེད་དུ་འཛུགས་ཆ་རྐྱེན་དེ་སྒྲུབ་ཐུབ་ན་རེད་བ་ང་རང་ཕྱོགས་ནས་འདི། བཀའ་ཤག་གོང་མའི་གི་བཀའ་བློན་རེད་དེ་ངའི་བཀའ་ཤག་ནང་ཁོང་ཚོ་ལ་ཡོད་རེད་བ། རྩ་ནི་འབྲེལ་བ་ཆེ་ཆུང་མེད་ཟེར་སོ་ད་འདི་འདི་ང་འདི་འདི་ས་མཚམས་མྱང་ཡས་དང་པོ་འདི་འདི་མེད་དེ་ད་རྣམ་པ་ཚོ་ཞུ་ཞེ་ན་བསམ་སོང།
ངའི་བཀའ་བློན་ཚོ་ལ་ཡ། ཆ་རྐྱེན་འདྲ་བོ་དེ་ག་རེ་དགོས་ཀ་རེ་ཟེར་ན། བཀའ་བློན་འདི་གས་དེ་སྤུས་ཚད་ལྡན་པ་ཞིག་དགོས་ཀ་རེད། ཚོའི་གནས་བབ་དང་བསྟུན་པས་ཀྱི་ད་ལྟ་ས་མིག་འདི་འདྲས་བཟོས་ཡོད་པ་སོང་ཙང། བཀའ་བློན་བདུན་ཆ་ཚང་བསྐོ་ཡག་གི། འདིའི་ད་གལ་ཆེན་འདྲ་བོ་འདི་ད་ནི་ལྷན་ཁང་སོ་སོ་སོའི་གི་ལས་དོན་འདི་འཐུས་ཤོར་མ་འགྲོ་ཡ་གི་ཆེད་དུ། རྩ་བའི་ང་ཚོ་སྒྲིག་འཛུགས་ཆུང་ཆུང་རེད། བཙན་བྱོལ་ནང་ལ་ཡ་བོད་མི་འབུམ་གཅིག་དང་ཁྲི་གསུམ་བཞི་བཞི་མ་ལ་ཡོག་མ་རེད་དེ་གི་བདེ་དོན་ལྟ་སྐྱོང་བྱེད་ཡ་དང་ཨ་ནི་བོད་རྩ་དོན་སྒྲུབ་ཡ་ལ་ཡ། ཨ་ནི་ང་ཚོ་ཅིག་ལྷན་ཁང་མང་པོ་ཞུ་དང་བཀའ་བློན་མང་བོ་ཞུ་ཅིག་དགོས་ཡ་ཁྱེད་ཡོག་མ་རེད་དེ་ཡིན་ནའི་ང་ཚོའི་གི་གནས་བབ་དང་བསྟུན་པའི་གི་ད་ལྟ་ས་མིག་དེ་འདྲའི་བཟོས་ཡོད་པ་སོང་ཙང། བཀའ་བློན་བདུན་ཆ་ཚང་བསྐོ་ཡ་གི་བྱེད་ཞུ་ཡོད་ཟིན་ཞུ་ཡ་བྱས། དེའི་ནང་ནས། བཀའ་བློན་བདུན་ནང་ནས་བུད་མེད་ཀྱི་བཀའ་བློན་གསུམ། གཅིག། ཀོ་ཡེ་གི་ཨ་ནི། ང་རང་གི་འདོད་པ་དེ་ཆ་ཚང་ཞིག་དེ་འདྲ་ཞིག་ཡོད་ཞིག་ནས་དེ་ཞུ་བ་བསམ་སོང། ངས་ད་བཀའ་ཤག་གི་ལས་དོན་འདི་ག་དེ་ཆ་ཚང་ཅིག་ཡག་པོ་ཞིག་ནས་སྒྲུབ་དགོས་ཀྱི་ཡོད་ན། བཀའ་བློན་འདི་ག་དེ་སྤུས་ཚད་ལྡན་པ་ཞིག་དགོས་ཀྱི་རེད། བཀའ་བློན་སྤུས་ཚད་ལྡན་པ་ཟེར་བསམ་པ། བཀའ་ཤག་ནང་ལོགས་ལས་ཡང་བཀའ་བློན་འདི་གས་དེ་བཀོད་ཚར་བའི་རྗེས་སུ། ཨ་ནི་ལྷན་ཁང་སོ་སོ་སོ་གིས་ལས་དོན་ཆ་ཚང་བ་བསྒྲུབ་ཐུབ་ངེས་ཅིག་འདི་ལ་ཡང་འགྲུབ་པ་ལ་ཉམས་མྱོང་དགོས་ཀྱི་ཡོད་རེད་ཤེས་ཚད་དགོས་ཀྱི་ཡོད་རེད་ད་དེ་གཉིས་མེད་དུ་མི་རུང་བ་རེད་ད་འདིའི་ཐོག་ལ་ཡང་ངའི་བཀའ་བློན་ཚོ་ལ་ཡང་ཆ་རྐྱེན་འདྲ་བོ་དེ་ག་རེ་དགོས་ཀྱི་ཡོད་རེད་ཟེར་ན། གཅིག་དེ། ད་ང་ཚོ་ལས་ཀ་ག་རེ་བྱ་བ་ཡིན་ནའི་ཕྱི་རོལ་ཧོང་སི་སྐྱབས་མགོན་ཆེན་པོ་མཆོག་གིས་དགོངས་པ་གཞི་བཟུང་ཕྱིན་ནས་སྒྲུབ་ཐུབ་དགོས་དེ་ཧ་ཅང་གལ་ཆེན་པོ་རེད། རྒྱ་ཨོ་རིམ་ཆེ་ལས་ལྷག་པ་ཅི་དང་རྒྱ་ཨོ་རིམ་ཆེ་ལས་ཅི་ཉམས་མྱོང་དང་གང་ཅིའི་གི་ཐོག་ནས་ཨ་ནི་བོད་དོན་དང་འདྲ་བའི་གནད་དོན་སྐོར་ལ་ད་སྤྱིར་འཛམ་བུ་གླིང་གི་གནས་སྟངས་མང་པོ་རེད་ཆོས་ཕྱོགས་འདིར་ཞུ་མོག་བྱས་དེའི་སྒང་ནས་ཡང་བོད་ཀྱི་རྩ་དོན་དང་འབྲེལ་བའི་ཐོག་ནས་ཕྱི་རོལ་ཧོང་སི་སྐྱབས་མགོན་ཆེན་པོ་མཆོག་ལ་ལྷག་ཅིག་ང་ཚོ་བཀའ་དྲིན་ཆེ་ཡ་དང་སྐྱབས་མགོན་རིན་པོ་ཆེ་གིས་དངོས་ཡོད་གནས་སྟངས་ལ་གཟིགས་ནས་དགོངས་པ་བཞེས་སྟངས་དེ་ཚོ་ཐེངས་འགའ་དེ་དངོས་གནས་དྲང་ནས་ཧང་སངས་དགོས་ཡ་ཆེ་རེད་དེ་ཡིན་དུས་བསམ་པ། བཀའ་བློན་འདི་གས་དེ་རྒྱ་བོ་རིན་པོ་ཆེ་ལ་ཡ་དད་པ་དང་འདུན་པ་ཡོད་བ་ཙམ་ཅིག་གིས་འགྲིག་གི་ཡོད་མ་རེད། དད་པ་དང་འདུན་པ་སུ་ཡིན་ནས་ཡོང་ཡོང་ཆོག་གུ་རུ་བ་ཡོང་ཐུབ་གི་རེད་ཡིན་པ་ཡིན་ནས་དེ་ལས་ལྷག་ས་ཅིག་བཀའ་བློན་འདི་གས་དེ་ལ་ཡ་ཁྱད་ཆོས་ཅིག་ག་རེ་ཚང་དགོས་ཟེར་ན་རྒྱ་བོ་རིན་པོ་ཆེ་གི་དགོངས་གཞི་ག་རེ་ཡིན་མེད་དེ་འདི་ལ་ཡ་ཆ་ཚང་ཅིག་རྒྱུས་མངའ་ཡོང་བ་བྱེད། སུ་སོ་སོའི་ལྷན་ཁང་གི་ལས་དོན་སྒྲུབ་པའི་སྐབས་ལ་རྒྱ་འོར་མོ་ཆེ་གི་དགོངས་པ་དེ་འདྲས་རེད་དེ་ཆ་ཚང་ངས་དེ་འདྲས་ཞིག་སྒྲུབ་དགོས་ཨ་བསམ་པས་ག་ཚད་ན་རྒྱ་འོར་མོ་ཆེའི་དགོངས་པ་དེ་ག་དེ་བོད་སྤྱི་པ་དང་བོད་མི་མང་ལ་ཕན་ཡག་གི་དགོངས་པ་ཤ་སྟག་ཅིག་ཡིན་པས་སོང་ཙང་ཨ་ནི་འདི་བརྗེད་མི་བརྗེད་སུ་སོ་སོའི་གི་ལས་འགན་སྒྲུབ་པའི་ཐོག་ནས་ཨ་ནི་རྒྱ་འོར་མོ་ཆེར་ཐུགས་གསུམ་པོ་སོང་མ་དགོས་ཡ་བྱེད། ཨོ་ད་རྒྱ་འོར་མོ་ཆེར་མ་འོངས་པ་ཡང་བཀའ་བློན་ཚོའི་ལས་ཀ་ཆ་ཚང་འགྲིག་མི་འདུག་ཟེར་ནས་བཀའ་བཀྱོན་ཕེབས་དགོས་ཡ་གི་གནས་སྟངས་དེ་འདྲས། བཟོ་མོ་གོ་ཡ་བྱས་ཏེ་ད་ཁྱད་ཆོས་གཙོ་བོ་གཅིག་ཆགས་ཡོད་རེད། དེ་ནས་ཁྱད་ཆོས་གཉིས་པ་དེ་གང་ཡིན་ཟེར་ན། ད་བཀའ་ཤག་གིས་ལས་དོན་ག་འདྲ་ཞིག་བྱས་པ་ཡིན་ནས། གྲོས་ཚོགས་ནང་གྲོས་ཚོགས་ནང་ལོགས་ལ་བོད་མང་སྤྱི་འཐུས་ལྷན་ཚོགས་ནས་གཏན་ལ་ཕབ་གི་ཡོད་རེད། ཡིན་པ་ཡིན་ནས་གཏན་ལ་ཕབ་མ་ཕབ་གི་སྔོན་ནས། གྲོས་འཆར་དེ་གའི་དེ་བཀའ་ཤག་ནས་འཁྱེར་ཡོང་ཆོག་གི་འོ་རེད་གཞུང་འབྲེལ་གྱི་ཐོག་ནས་འཁྱེར་ཡོང་པ་ཡིན་ན་སྤྱི་འཐུས་རྒྱུན་ལས་ནས་འཁྱེར་ཡོང་ཆོག་གི་ཡོད་རེད། དེ་ཡིན་ཟེར་བ་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་ཞེས་པའི་སྲིད་ཇུས། དེ་ག་ནང་བཞིན་བཅའ་ཁྲིམས་རྩོད་པའི་གི་སྒྲིག་གཞི་ཁག་བཞི་ལ་བཞག་བྱས་ལས་ཀ་བྱེད་ཐུབ་ངེས་ཤིག་གོ་གི་ཡ་རེད། དེ་ཆ་རྐྱེན་གཉིས་པ་དེ་རེད། ཆ་རྐྱེན་གསུམ་པ་དེ་སྟབས་མེད་ཀའི་དངོས་སུ་ལས་ཀ་བྱེད་དགོས་གི་ཡོད་དེ་ཟེར་མ་དེ་ཡང་ལྷན་ཁང་སོ་སོ་སོའི་གི་ལས་བྱེད་དེ་གའི་དེ་ཚང་མ་མཉམ་དུ་ཁྲིད་ཐུབ་མཁན་ཞིག་མཉམ་དུ་ཁྲིད་པ་ཙམ་དུ་མ་ཡིན་པའི་ནུས་པ་མཉམ་སྤུངས་ཀི་ཐོག་ནས་གྲུབ་འབྲས་སྟོན་ཐུབ་མཁན་ཞིག། དེ་འདྲས་ཤིག་སྒུག་ཡོད་རེད། ཆ་རྐྱེན་བཞི་པ་འདི། ཨ། ང་ཚོ་དམངས་གཙོ་ཟེར་ནས་ཤེས་ཡོང་དུས་ཚན་པ་ལ། འཛིན་སྐྱོང་བཀའ་ཤག། ཁྲིམས་ལུགས་དབང་འཛིན་གྱི་ཆེས་མཐོའི་ཁྲིམས་ཞིབ་ཁང། ཨ་ནི། གྲོས་ཚོགས། འདི་གས་འདི་གིས་བརྗིད་སྙོམས་སྟངས་འཛིན་གྱི་ཆ་ཚང་ཞིག་སྒུག་ཡོད་རེད། བརྗིད་སྙོམས་སྟངས་འཛིན་ཡོང་བ་ལ། ཨ་ནི་འཛིན་སྐྱོང་བཀའ་ཤག་གིས་བོད་མི་མང་སྤྱི་འཐུས་ལྷན་ཚོགས་ལ། འགན་འཁྱེར་སྒུག་ཡོད་རེད། རྩིས་རྒྱག་སྒུག་ཡོད་རེད། ལན་རྒྱབ་སྒུག་ཡོད་རེད། འདི་གས་གསུམ། བོད་དམག་སྤྱི་འཐུས་ལྷན་ཚོགས་དང་བོད་མི་མང་ལ། བོད་ཕྱི་ནང་གཉིས་ཀྱི་བོད་མི་ཚང་མ་ལ་ལ་ཡང་འགན་འཁྱིལ་བའི་ཐོག་ནས་ལན་བརྒྱབ་ཐུབ་ཡ་ཅིག་དེ་འདྲས་ཀྱི་གནས་སྟངས་ཐུབ་པ་ཅིག་བཟོ་ཡ་གི་ཆེད་དུ་བཀའ་བློན་དེ་གའི་དེ་ལ་ཡང་ད་ལྟ་ཆ་རྐྱེན་གཞི་ཞིག་ནས་ད་ངས་ཞུ་ཡ་དེ་རྩ་བའི་དེ་རྒྱ་བོར་མི་ཆེ་ལ་དད་པ་དང་འདུན་པ་གཅིག་པུ་མ་འགྲིག་པ། རྒྱ་བོར་མི་ཆེ་གི་དགོངས་པ་ཇི་བཞིན་ཡིན་པ་རྟོགས་ཐུབ་ངེས། ར་གྱ་རོམ་ཚོས་ཐུགས་སུན་པོ་མི་གསོ་ངེས། དེ་འདྲའི་གནས་སྟངས་གཅིག། གཉིས་པ་དེ་བོད་དམངས་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་བཞག་པའི་སྲིད་ཇུས་དང་ཁྲིམས་དང་སྒྲིག་གཞི་ཁག་གཞི་སྲུང་བྱས་ནས་ལས་ཀ་བྱེད་ཐུབ་ངེས། གསུམ་པ་དེ། སོ་སོ་སོའི་ལྷན་ཁང་གི་ལས་བྱེད་དེ་གས་དེ་གི་སྣེ་ཁྲིད་བྱེད་ནུས་པ་མཉམ་པོ་འགོ་འགྲུབ་འདྲེས་སྟོན་ཐུབ་ངེས། ཨ་ནི་བཞི་པ་དེ། ད་བོད་དམངས་སྤྱི་འཐུས་ལྷན་ཚོགས་དང་མི་དམངས་ལ་ཡང་འགན་འཁུར་ཐུབ་ངེས་ལན་རྒྱབ་ཐུབ་ངེས་རྩིས་རྒྱབ་ཐུབ་ངེས་དེ་འདྲའི་གི་བཀའ་བློན་བཞི། ཁྱེད་རང་ཚོས་ང་ལ་ཡང་སྲིད་སྐྱོང་གི་འགན་དེ་བསྐུར་བ་ཡིན་ན། ཨ་ནི་བཀའ་བློན་དེ་འདྲའི་ཤ་སྟག་ཅིག་བདུན་བསྐོ་གི་ཡིན་ཞེས་ངས་ད་ནི་ཞུ་གི་ཡོད།